མི་རིགས་མདོག་མདོག་བྱེད་དགོས་མ་བསྡད་ན་ཅི། ཡོང་ཟེར་ཡོང་ཕོད་ཡོང་གླེང་ཡང་བྱེད་ནུས་མ་སྲིད་པ་ལྟ་བུ་དེ་འདྲའི་ཞག་འབྲེལ་བྱུང་མཁན་གྱི་དེ་ནི་ལོ་རྒྱུས་མང་པོ་ཅིག་ང་རང་ཚོ་བོད་ཀྱི་ཆོས་བརྒྱུད་ནང་ལོགས་ལས་ཡོད་ཡོད་པ་བྱུང་བྱུང་པ་ཅིག་རེད། རྒྱུ་མཚན་དེ་ལ་བརྟེན་ནས་དུས་ད་ལྟའི་བར་དུ་ཤི་བོ་ཐང་ཆད་ལ་ཅིག་རོགས་གྲོགས་དེ་བྱེད་དགོས་ཀྱི་ཅིག་ཕོག་ལམ་གཙང་བསྟན་ལུགས་ཀྱི་ཅིག་ལུགས་སོགས་འདྲ་མི་ག་པ། ལས་བླངས་གླུ་འདྲ་མེད་རྒྱག་པ། དེ་སོགས་ཐང་ཆད་ཀྱི་རྒྱུ་རྐྱེན་ཡང་མང་པོ་ཅིག་བྱུང་ཡོད་རེད་ཟེར་རྒྱུ་གཅིག་དེ་རེད་དེར་བྱུང་འདུག་པའི་རྒྱུ་མཚན་འདྲ་བོ་དེ་ཡང་ད་ཅིའི་གོང་ནས་ཞུས་པའི་རྒྱུ་མཚན་དེ་རེད། ཡིན་ན་ཤ་དེ་ནང་པ་སངས་རྒྱས་དཔལ་གྱི་ཆོས་ནང་དྲག་ཅིག་ན་ཤ་ལྕགས་ཐུག་ཏུ་བསགས་ཡིན་པས་ཆགས་ཀྱི་རེད་ཟེར་ན་དེ་ཙམ་ནས་ཆགས་ཀྱི་མ་རེད། ཤ་ལྕགས་ཐུག་པ་གང། མི་ཡི་ལུས་སུ་གཤེར་བ་ཙམ་ནས་མ་ལོངས་པར་སྔས་རོ་ནས་བཟུང་སྟེ་ནོམ་པར་སངས་རྒྱས་པའི་ཆོས་ཀྱི་ཆུས་ཀུན་ཞིང་ཁང་ལ་ཡོད་ཤབ་ཤབ། ལོངས་སྐུའི་ཞིང་ཁང་ལ་ཡོད་ཤབ་ཤབ། སྤྲུལ་སྐུའི་ཞིང་ཁང་བྱེ་བ་ཕྲག་བརྒྱ་གཞན་དག་ཐམས་ཅད་ཀྱི་གནས་ལུས་ཐམས་ཅད་ལ་ཡོད་ཤག་ཤག་འདྲ་པོ་ཅན་གྱི་རེད་དེ། ཤ་ཆད་བསྟོད་པ་ཁོ་རང་བསམ་བཞིན་དུ་གཤེར་བ་མི་ལ་གླེང་དགོས་པས་གཤེར་བ་ཙམ་ཡང་མ་ལོངས་པར་སྔ་རོ་ན་ཆུ་ཡོད་ཤག་ཤག་རེད་དེ། དེ་དེ་དག་ཐམས་ཅད་སངས་རྒྱས་ཤ་ཆད་བསྟོད་པས་གསུངས་པ་མ་རེད། ཤཱ་ཀྱ་ཐུབ་པས་གསུངས་པ་སྨོས་པའི་རྒྱུ་མཚན་རྟགས་སུ་བཀོད་ནས་སངས་རྒྱས་པ་ནོངས་པ་སངས་རྒྱས་པ་མ་རིག་ཟེར་ན་དེ་ནི་ཆོས་སྐུ་གི་ཆོས་ཐམས་ཅད་མཚོན་མ་སངས་རྒྱས་པའི་ཆོས་མ་ཡིན་པ་དང་ལོངས་སྐུ་གཞན་ན་ཡོད་པའི་སངས་རྒྱས་ཀྱི་ཆོས་ཐམས་ཅད་སངས་རྒྱས་ཀྱི་ཆོས་མ་ཡིན་པ་དག་གི་འོ་འགྲོ་ས་དེ་མ་གཏོགས་མེད་མི་གཅིག་དེ་འདྲ་རེད་དེ་སོགས་ཐམས་ཅད་དེ་རང་རང་སོ་སོ་མ་རྟོགས་པ་མ་ཤེས་ག་འདི་གང་ནས་ས་ཤེས་ཞེས་ཟེར་བ་དེར་ཨེ་ཤེས་མ་བལྟས་པའི་རྒྱུ་མཚན་གྱིས་མ་ཤེས་མ་གོ་བའི་རྒྱུ་མཚན་ལ་བརྟེན་ནས། རང་ལོག་པར་རྟོགས་དུས་ཡོད་པ་མི་ཤེས་ནས་དེ་ནས་མི་ལོག་པར་རྟོགས་སྣང་ཤར་ནས་དེ་དགག་པ་རྒྱས་ཤིང་བཤད་རེས་སེམས་བསྐྱེད་ཐ་མལ་པའི་ལོག་ལྟ་བརྗོད་བདེན་ཅན་གྱི་གང་ཟག་བྱེད་ཀྱི་དེ་སངས་རྒྱས་ལ་ཡ། དགག་པ་རྒྱས་བརྗོད་དུ་སངས་རྒྱས་ལ་ལངས་བསྟན་ཡ་ཞེས་པའི་གི་སྐད་ཆ་རང་རེད་ད་ལྟའི་ནོར་ཐང་ཆེན་ངོ་ཚ་ཚའི་མ་གཏོགས་ཕན་ཐོགས་ཡ་གང་ཡང་མ་རེད་ཟེར་རྒྱུ་ཨོ་དེ་འདྲའི་རིགས་འཕོ་བ་ཟིན་གི་དེ་འདྲ་ཅིག་ཡིན་དེ་བསམ་གི་རེད་ད་བརྗོད་བྱ་འདྲ་བོ་བརྗོད་རྒྱུ་རིང་འདྲ་བོ་དེ་འདྲའི་བྱུང་བ་ཅིག་རེད་བསམ་རེད། དེ་ནས་འདི་ནས་མ་ལ་དྭགས་པས་ན་མ་སྐྱེས་ལ་བུ་བདུན་ཡོད་ཀྱི་བུ་སྐྱེས་ལ། སྐྱེས་ན་བ་ན་མ་ལྷག་པར་བརྩེ་བ་ཡིན་གསུངས་པ་རེད། དྭགས་པས་ན། མ་སྐྱེས་ལ་ཡང་བུ་བདུན་ཡོད་ཅིག་སྲིད་གི་རིགས་དགུ་ཡོད་སྲིད་གི་རིགས་དུ་ཡོད་ཚད་དང་བཅས་ཀྱི་ནང་ནས་ཀྱང། དེ་བུ་སྐྱེས་གཅིག་ནག་དེ་ཡོད་པ་ཚ་དེ་ཡོད་པ་དེ་ལའང་ནད་ལྕི་མོ་ཅིག་ཕོག་ནས་དྲག་ཏུ་མི་སྡུག་པ་ཕ་ཅིའི་ཤི་ལན་འདྲ་བོ་དེ་འདྲས་ཕོག་ཅིག་འོང་ན། དེ་ནི་མ་དེ་གི་ག་གསོད་ཀྱི་བརྩེ་བ་ལྷག་པར་བསྐྱེད་ཀྱི་འདུག་གསུངས་ཏེ་ཇེ་གཙང་ཇེ་གཙང་ནས་གནང་འོང་ན་རང་གི་བུ་བརྒྱུད་དེ་ལ་བརྩེ་བའོ་ལྷག་པར་དེ་བཞིན་དུ་འཆི་བ་དེ་བཞིན་དུ། དེ་དེ་ལས་དང་ཉོན་མོངས་པ་དེ་ནི་ཞོགས་དྲག་པོའི་གཟི་བརིགས་ཀྱི་སེང་ཆེན་ནང་ལ་སྦྱར་བ་ན་ཤིན་ཏུ་བརྩེ་བས་ན་སྡིག་པོ་ཆེ་བརྩེ་མཐའ་དང་འཕོ་བའི་གདམས་པ། པས་དེ་ལྟ་བུ་ཅན་གྱི་རིའི་སྲང་རེ་དག་མ་སྐྱིད་པོ་ལ། གར་སེ་གར་བུ་སྐྱིད་པོ་དེ་ལ་མ་ལས་ཀྱི་རྩེ་རྩེ་བ་དེ་ལས་ཀྱང་གདུང་ཤུགས་ཆེ་ཙང་གི་རྩེ་བ་བྱེད་མཁན་དེ་སུ་རེད་ཟེར་ན། དེ་སངས་རྒྱས་ཐམས་ཅད་རིའི་སྲང་རེད། སངས་རྒྱས་ཕྱུག་གི་སངས་རྒྱས་དང་ལོངས་སྐུ་སངས་རྒྱས་དང་སངས་རྒྱས་ཡིན་ན་སྐྱིད་ཁོ་ན་ཡིན་ནོ་ཤ་འདུག་རྒྱུ། སངས་རྒྱས་ཀྱི་སྲང་ཡིན་ན་ཤ་ཀྱ་ཐུབ་པ་ཁོ་སྐྱིད་པོ་གི་སྲང་ཡིན་ནོ་ཤ་འདུག་རྒྱུ་དེ་སོགས་དང་གི་བློ་སྦུབས་སུ་དོགས་ཐེ་ཁོ་རང་གི་ཐོས་རྒྱ་དང་གོ་རྒྱ་དང། ཨོ་དེ་སོགས་དང་བཅས་ལས་བཀག་པ་གི་མ་མཐོང་བུ་སྐད་ཆ་རེ་དགོས་མ་གཏོགས་བྱུས་པའི་དེ་གཅིག་པོ་ལ་ཐུག་རྒྱུ་ཡོད་མ་རེད། ད་ངས་ལྟ་པ་ནག་རྒྱུན་བཤད་དུས་མཁའ་སྲུང་ཁོ་བོའི་ནང་ལོར་སེམས་སྐྱིད་ཏོ་ཙང་བརྗོད་རེ་ཟེར་ཅིག་བརྩི་དགོས་ན་སེམས་སྐྱིད་མི་དགོས་སངས་རྒྱས་ཞེས་པ་དྲང་བདུང་དུ་མི་བཏུས་པ་ཡོད་པ་དཔེ་ཇི་ལྟ་བ་དེ་བཞིན་དུ་སངས་རྒྱས་ཀྱི་ཞིང་ཁང་ན་སངས་རྒྱས་ཏོ་ཡོད་རེ་ཟེར་བརྩི་དགོས་ན་ང་སོགས་ཕ་དགོས་ཏེ་སངས་རྒྱས་ཞེས་པ་སངས་རྒྱས་རེད་བརྩི་དུ་མི་བཏུས་པ་དེ་འདྲ་གི་སངས་རྒྱས་ཞོག་གི་ཡོད་རེད་དེ་སངས་རྒྱས་ཡོད་ཚད་ཐང་ཅིག་སྐུ་པ་ཀྱང་བྱུང་བ་མ་རེད་ཞག་ནས་གསུངས་པའི་ཆོས་བསྟན་མཁན་ཤ་སྟག་གི་སངས་རྒྱས་རེད་མ་གཏོགས།

ཁོང་གསུམ་པོ་ཐ་དད་དུ་ཡོད་པ་དེ་ལ་ལྟོས་པའི་ལྟོས་ཀྱི་སྒོ་ནས་དེ་ནི་ཁྱོད་ཀྱི་ཐིགས་པའོ། འདྲ་མི་འདྲ་བ་མང་པོ་ཐིགས་པ་རིམ་པ་དགུ་ཐིགས་པ་རིམ་པ་གསུམ་ལ་སོགས་པ་དེ་འདྲའི་རིགས་འགྲོ་རྒྱུ་རེད། མདོར་ན་ཡོད་དག་ཅན་གྱི་སངས་རྒྱས་ཐམས་ཅད་ཀྱིས་ཁོ་རང་ཚོ་གི་ལན་ཀའི་སྒྲོལ་རྒྱུ་སྐྱིད་པོ་དེ་འགྲུབ་མ་ས་ནས་དུས་ད་ལྟ་བར་དུ་ལུས་ཀྱི་ཡོད་པ་དེ་སེམས་སྐྱིད་ཡང་འགན་བཞེས་བྱེད་རྒྱུ་དེ་རེད། དེ་འགན་བཤགས་བྱེད་རྒྱུ་དེ་སེམས་བསྐྱེད་འགན་བཤགས་བྱེད་རྒྱུ་བྱེད་ཀྱི་སེམས་བསྐྱེད་དེ་ལ་དེ་བརྩེ་བ་དང་བྱང་སྙིང་རྗེ་ཆུང་ཆུང་སེམས་བསྐྱེད་དེ་ནས་གི་རྗེས་སུ་འཛིན་ནས་དེ་ཐབས་ཤེས་རབ་གཉིས་ཀྱི་སྒོ་ནས་ཡར་འདྲེན་དགོས་རེད་མ་གཏོགས་གཞན་འདྲེན་གཏད་བྱེད་ཐབས་མེད་དུས་དེའི་ཐབས་དང་ཤེས་རབ་དེ་ལ་བརྟེན་པའི་སྟོབས་ཀྱི་སྒོ་ནས་སེམས་བསྐྱེད་ཐམས་ཅད་ཞུ་གཅིག། སྡུག་རུས་འདྲ་མང་པོ་བརྒྱལ་མི་དགོས་པ་དུས་ཚོད་འདྲ་མང་པོ་གཏོང་མི་དགོས་པ་སྒམ་འདྲ་ཅང་མི་བརྒྱལ་མི་དགོས། ལས་སླ་པོ་གཅིག་གིས་ཅིག་ཤོས་ཀྱི་ཡིད་ལ་མ་བདེ་ཤོས་གཅིག་གིས་ཆ་གཞི་རྩ་ནས་ཞེ་ལོང་མ་རེད་ཁོང་ནི་ཤི་བ་བཙན་ཐགས་སུ་མངལ་དུ་བསྐྱུར་ནས་དེ་ཤི་འགྲོ་མི་གཅིག་དུ་སྲོག་དང་བཅས་ལ་དམིགས་བསལ་གྱི་དཔེ་ན་མ། དེ་སྐད་བུ་སྐྱིད་པོ་དེ་ན་འོང་དུས་ག་ཚོད་ཀྱི་སྡུག་བསྔལ་དེ་ནི་ཡ་ཞང་གཉིས་ཀྱི་སྡུག་ཁུག་ཟེར་འདྲ་པོ་བཤད་ཀྱི་འདུག་དཔེ་དེའི་ནང་གི་བྱེས་ཀྱི་ཐོ་བ་དང་འཁྱིལ་བ་ཐོག་ལ་བབས་བསྡད་པའི་གང་ཟག་དེ་ཚོ་ཐམས་ཅད་ད་ངན་སོང་ལས་ཤོར་ནས་མཐོ་རིས་ལ་ཤབ་ཐུབ་པ་འདྲ་བོ་བྱེད་ཀྱི། མཐོ་རིས་ངན་སོང་གསུམ་ཀ་དྲུག་ཀ་ལ་ཞོག་ནས་ཡང་ཐར་པ་ལ་ཡར་འབྲིང་ཐུགས་དམ་རབ་བསྐྱེད་གྲོལ་བསམ་པ་ལྟ་བུའི་གི་ཐུགས་བརྩེ་བ་ཆེན་པོ་ཅི་འདི་དེ་དག་མ་ལས་ལྷག་པའི་གི་དེ་འདི་གང་ཟག་དེ་སངས་རྒྱས་འབའ་ཞིག་པ་རེད་སངས་རྒྱས་ཐམས་ཅད་ཀྱི་ཐབས་དང་ཐབས་མཁས་མང་པོ་བོ་ཅིག་གི་སྒོ་ནས་དེ་སེམས་ཅན་དུ་སོ་ཡ་ཤ་པ་ཞོག་པ་ལས་ལྷག་པའི་སྒོ་ནས་ཤོག་པ་ཞེས་པའི་དོན་དང་དེ་བསྟན་ཡོད་ཅིག་ཅིག་གི་གདམས་ངག་ཅིག་ལ་དེ་འཕོ་བ་ཟེར་གི་ཡོད་རེད་གསུངས་པ་རེད། ཚེ་མཐའ་སོ་འཕོ་བའི་གི་གདམས་པ་ལ། ཚེ་འཐའ་སུ་འཕོ་བུ་གྱི་གདམས་པ་ལ་མ་དགོངས་སངས་རྒྱས་ཟེར་ཡོང་གསུངས་རེད་དེ་བྱེད་དུས་རྩ་ནས་ད་འཕོ་བ་འདི་ལ་དམིགས་བསལ་གྱི་ཅིག་དེར་དགང་དགོས་ཀྱི་མ་རེད། བསྐལ་པ་གྲངས་མེད་མང་པོའི་བར་དུ་དགང་དགོས་ཀྱི་མ་རེད་མི་ཚེ་ལྔ་དང་བདུན་དང་བཅུ་དྲུག་ལ་སོགས་པ་དེ་འདྲ་བོ་དགང་དགོས་ཀྱི་མ་རེད་དེའི་སྐད་ཆ་ལ་བརྟེན་ནས་ད་མ་དགོངས་སངས་རྒྱས་ཟེར་དུས་དགོངས་པ་མ་བཞེས་ན་ཡང་སངས་རྒྱས་ཐུག་གི་རེད་ཟེར་ནས། དགོངས་པ་མ་བཞེས་ན་ཡང་སངས་རྒྱས་ཐུག་ཚེ་བཅུ་བུ་གྱི་བཅུ་དྲུག་ཡོད་པའི་ནང་ནས་གཅིག་དེ། ད་འཕོ་བ་འདི་རེད་ཟེར་རྒྱུ་སོགས་ད་གསར་གཉིས་ཀུན་ལ་ཡོངས་སུ་གྲགས་བསྡད་པ་གཅིག་དེ་འདྲ་རེད་བསམ། རེད་དེ། མ་སྒང་སངས་རྒྱས་ཟེར་ཡང་ཤེས་རྫོགས་གཞན་སྒང་མི་དགོས་མ་གཏོགས་འཕོ་བ་རང་གི་ནུས་པ་ནི་སྒང་དགོས་གསུངས་པ་རེད། ད་དེ་མ་སྒང་སངས་རྒྱས་ཟེར་དུས་ག་རེ་ཟེར་གྱི་ཡོད་རེད་ཟེར་ན་འཕོ་བ་འདི་སྤར་བ་ཞིག་པ་འདྲ་བོ་དང་འཕོ་བ་འདི་སྐྱེས་ཀྱི་སྒང་པ་ཉག་ལེན་ཞིག་པ་ལ། སྒང་རྩ་ནས་བརྗེད་མི་དགོས་ཟེར་བའི་སྐད་ཆ་དེ་མ་རེད་འཕོ་བ་ཁོ་རང་ངོས་ཀྱི་འཕོ་བྱ་འཕོ་བཞིན་འཕོ་བའི་ཚུལ་སོགས། དེ་རྨིས་པའི་གི་རྨིས་རིང་སྒམ་རིང་རོང་ནོར་སུ་ས་ཡོད་དེ་རེད་དེ་ཡིན་ཅི་མེད་ཅི་སྒམ་དགོས་གི་རེད་ཕོ་བ་གཞན་ལ་བསྟེན་མཁན་གི་བླ་མ་ཡིན། ཕོ་བ་རང་གི་གཞོན་མཁན་གི་སློབ་མ་གཅིག་ཡིན་ན་སྒམ་དགོས་གི་རེད་སྒམ་ནི་གཞོན་དགོས་གི་རེད་མ་གཏོགས་སྤྱི་ཕུད་ཀི་རྩ་ནས་མི་སྒང་དང་འགྲོ་ས་ཡོད་ནི་མ་རེད་བསམ་རེད། ཡིན་ན་དེ་མ་སྒང་པའང་ཡིན་སངས་རྒྱས་ཐུབ་པའི་ཐབས་རེད་ཟེར་དུས་དེ་ཅི་རེད་ཟེར་ན་དཔེར་ན་ད་ཉེ་དུས་བར་གྱི་ཐར་པ་ཐོབ་པའི་ཆེད་དུ་ལ་མི་བསད་རྡུང་དང་སྐྱུ་རུ་ལ་སོགས་པ་དེ་འདྲས་སྒང་དགོས་ཀྱི་ར་སྡང་མིན་གྱི་སྟེང་སྒང་དགོས་པ་དེ་ལྟ་བུ་གྱི་རྡུལ་རུ་རྗེས་ནས་སྒང་དགོས་ཀྱི་མ་རེད་ཟེར་རྒྱུ་འདྲ་བོ། མདོ་ཚིག་གཉིས་ཐིག་པའི་གའི་དབུ་མ་དང་སེང་གཙང་གི་གྲུབ་མཐའ་དང་ལྟ་བ་ཐིག་པ་ལ་ཞུགས་སོང་བ་ཡིན་ན་བསྐལ་པ་གྲངས་མེད་སྙན་དུ་སོང་ལ་སོགས་པ་དེ་འདྲས་ལ་སྒང། བསྐལ་པ་གྲངས་མེད་སོང་ཆུ་སོ་སོ་མེ་མཆོད་སོགས་ལ་སྒང་ནས་དེ་མཐའ་དུ་རྒྱུད་ནས་སངས་རྒྱས་དགོས་རྒྱུ་ཅན་དེ་དེ་ལྟ་བུས་ཡུན་རིང་པོ་བསྐལ་པ་ནས་བསྐལ་པ་ལ་སྒང་དགོས་ཀྱི་མ་རེད་ཟེར་རྒྱུ་ཡུན་རིང་པོ་སྒང་མི་དགོས་པའི་ཆ་ནས་སྒང་མི་དགོས་པ་ཟེར་ནས་མེད་རྟགས་དགོས་རྒྱུ་ཅན་དེ་ནོ་གིང་གཅིག་ཕ་རྒྱུད་མ་ཧཱ་ཡོ་གི་གི་ཤེས་རིག་སྒང་སྒང་གཉིས་ཀྱི་སྒོ་ནས་ཚེ་འདི་དང་ཕྱི་མ་བར་དོ་ཚུན་ཆོད་སོང་ལ་དེ་ནས་རྒྱལ་སངས་རྒྱས་རྒྱུད་བཅུག་པ་དེ་འདྲའི་སྒང་དགོས་རྒྱུ་ལྟ་བུ་མི་དགོས་པ། མ་རྒྱུད་ཨ་ནི་ཡོ་གི་གི་རྫོགས་རིམ་མྱངས་སོང་ལ་ཚེ་འདི་དང་བར་དོ་ཚུན་ཆོད་ལ་སྤྲོ་བསྟུན་མཁན། དེ་ནས་སྒང་གི་ཅི་ཡོད་བསྡད་པ་དེ་ལྟ་བུའི་ཡུན་རིང་པོ་སྒང་མི་དགོས་པ། ཅེས་མོད། ཉི་མའི་རྫོགས་ཆེན་ཨ་ཏི་ཡོ་གི་གི་ཚེ་འདི་ཉིད་ཙམ་ལ་ཚེ་འདི་དགོངས་ལུགས་ཏིང་འདིའི་བསྟན་དུ་འབྲས་བུ་སངས་རྒྱས་ཐོབ་པར་བྱེད་པའི་བསྟན་དུ་ལ་དེ་ནི་ཀ་དག་ཁྲིགས་ཆོད་དང་ལྷུན་གྲུབ་ཐོད་དཀར་ལ་སོགས་པ་སྒང་གི་ཡོད་པ་སོགས་དེ་འདྲའི་རྒྱ་ཆེ་པོ་དང་གྲངས་མང་པོ། དེ་ཡུན་རིང་པོ་སོགས་སྒང་རྒྱུ་དེ་སོགས་ཐམས་ཅད་མི་དགོས་ཟེར་བའི་སྐད་ཆ་རེད་དེ་ལྟ་བུའི་རྐྱེན་གྱིས་སྒང་མི་དགོས་པའི་ཆ་ནས་དེ་མ་སྒང་ལ་སངས་རྒྱས་ཐུག་གི་ཡོད་ཟེར་བའི་སྐད་ཆ་རེད་མ་གཏོགས་སྒང་བསམ་ནས་མི་དགོས་ཟེར་བའི་སྐད་ཆ་དེ་འདྲ་མ་རེད་བསམ་ནས། ད་འཕོ་བའི་སྒེར། འཕོ་བ་རང་གི་རྨིས་པ་དེ་སྒང་དགོས་དུ་མི་དགོས་ཟེར་དེ་འདྲའི་བསམ་ནས་ད་མཁན་པོ་ཚང་གི་དེ་བསམ་འདུག། ད་དེའི་གོ་བདེན་དེ། མ་གོ་བརྡ་འཕྲོད་པའི་ཆེད་དུ་ཁྱེད་སོགས་ལ་ད་ཅིག་གར་ཟེར་གི་ང་རང་ཚོ་གའི་ཚོ་ཁག་ཁ་ཤས་ཅིག་ཡོད་རེད་དེ་འདིའི་ནང་ལ་ཁྱོད་ཨེ་ཤེས་སམ་ཅིག་ག་ཟེར་ཡོད་འོང་ཅིག་ཤེས་ཀྱི་མི་འདུག་ར་ར་རེད་ཡོད་ཚད་ཐང་ཆེན་མང་ཆེ་དེ་མི་ཤ་ཕོ་མོ་འདྲ་ཤ་སྟག་ཡིན་དེ། ཅེས་ཐོས་པ་རྒྱ་ཤེས་སྦྱོང་རེ་བྱེད་མ་མྱོང་མཁན་འདྲ་ཤ་སྟག་ཡིན་དེ་ཅེས། འཇིག་རྟེན་ཕ་སྐད་ཀྱི་ཐོག་ནས་ཀོ་སྐྱི་ལྡན་འདྲ་ཞིག་མ་ཞུས་ན་ལྟས་ཚེ་ཕན་ཐོགས་ཆེ་ན་ཅི་ཞིག་བསམ། དེ་འདྲའི་ཅིག་འདི་ད་གང་ལྟ་ཀྱང་འཕོ་བར་འཕོར་བ་ཟེར་མཁན་དེ་ཅི་ཟེར་རྒྱུ་ཡོད་རེད་ཟེར་ན། འཕོ་བ་ཟེར་རྒྱུ་དང་ཨ་འཕ་ན་རོ་འཕོ་ཟེར་རྒྱུ་འདྲ་བོ་དེ་སྤོ་བ་ཟེར་བའི་གི་དན་དང་གཅིག་པ་རེད། གནས་སྤོར་བ་དང་གནས་སྤར་བ་དང་གནས་འཕོར་བ་ཟེར་བའི་གི་གན་ཅག་གོ་དན་འདྲ་བོ་རྡོག་རྡོག་བསྡུས་ན་དེ་རང་རེད། ད་དེ་ལ་ང་རང་ཚོ་གི་དཔེ་ན་ཡུལ་པ་ཐམས་ཅད་ཀྱི་ཁོམ་པ་སྤོ་ཡིན་ཟེར་དུས་ཙང་ནས་དེ་རིང་ང་སྤོ་འགྲོ་གི་ཡོད་ད་ཁོམ་པ་སྤོ་འགྲོ་གི་ཡོད་ཟེར་གི་རེད་མ་གཏོགས་ཁོམ་པ་འཕོ་འགྲོ་གི་ཡོད་ཁོམ་པ་སྤར་འགྲོ་གི་ཡོད་དེ་འདྲས་ཟེར་གི་མ་རེད་བ། དེ་དན་ཏོག་དེད་དུ་སྐྱིད་པ་རེད། ཁོམ་པ་སྤོའོ་ཟེར་དུས་དེ་རིང་ང་ཤར་ཕྱོགས་དུས་ནང་རྒྱུན་ང་ཡོད་ས་དེ་ཤར་ཕྱོགས་ལ་ཡོད་ན། དེ་རིང་ལྷོ་གཞུང་སུ་ཕར་སྤོ་འགྲོ་དགོས་པ་པོ་གནས་དབྱིངས་དག་ཅིག་ལ་ཕར་སྤོ་འགྲོ་རྒྱུ་དེ་ལ་ང་ཁོམ་པ་སྤོ་གི་ཡོད་ཟེར་ཡིད་པ་ཚོགས་ཀྱི་ལ་སྤྲོད་ཡོད་པ་འདྲ་བོ་ད་འཇིག་དུས་ཚང་མ་ང་རང་ཚོ་དེ་སྲིད་ཀྱི་ར་ཕོམ་ཁོམ་པ་སྤོའོ་ཟེར་རྒྱུ་འདྲ་བོ་གནས་སྤོའོ་ཟེར་རྒྱུ་འདྲ་བོ། དེ་འབྲོག་པ་འདྲ་བོ་དེ་འདྲའི་ཡིན་ན་ནི་ཡང་རུ་བ་བཤའ་ཟེར་རྒྱུ་འདྲ་བོ་ང་ཚོ་ཕ་ཡུལ་དེ་འདྲའི་སྲིད་ཀྱི་ས་གནས་གཅིག་ལ་ཟླ་བ་གཉན་ཡིན་ཙང་ཟླ་བ་རེ་རེ་ཙང་ནི། སྦག་ཕུག་ནས་ཅིག་ཟོག་ལུག་ཚོ་ཤོང་བྱས་ནས་བསྡད་ད་ལྟ་ན་རྩྭ་ཤོད་ཀྱི་ཡང་མི་འདུག་པ་རེད་སོ་ན་ཡང། ལུང་པ་གཞན་དག་འདྲ་པོ་དང་ས་གནས་གཞན་དག་བཅས་ལ་ཕར་སྤོས་འགྲོ་རྒྱུ་བྱས་དེ་འདི་ལ་རུ་བ་བྱ་ཟེར་རྒྱུ་འདྲ་ཅི་ཡོད་རེད་ད་དེ་སོགས་ཐམས་ཅད་ཀྱི་ཡུལ་སྡེ་ལུང་པའི་གི་ཕ་སྐད་དང་འདྲེས་བཞག་རེད་མ་གཏོགས་དན་དག་འདྲ་པོ་དེ་འདྲ་ཅིག་ལ་ཟེར་དགོས་ན་མདོར་ན་རུ་བ་བྱ་ཟེར་ནའང་གནས་སྤོ་གི་ཡོད་རེད་ཁང་པ་སྤོ་ཟེར་ནའང་གནས་སྤོ་གི་ཡོད་རེད་འོ་ད་སྐབས་འདི་ནས་འཕོ་ཟེར་རྒྱུ་གི་འཕོ་བ་དེ་དན་དག་དེ་དུ་སྐྱེས་པ་རེད། ཡིན་ན་ཁོང་པ་འཕོ་གི་ཡོད་རུ་བ་འཕོ་གི་ཡོད་ཟེར་ན་ཆོག་ཆོག་གི་རེད་དེ་ཡིན་ན་ཁ་སྐད་ཀྱི་ཐོག་ལ་ཡོངས་སུ་གྲོགས་མ་གྲོགས་སྒོ་ནས་ཁྱད་པར་འདྲ་བོ་བལྟས་ཚུལ་འདུག་བ་གཅིག་ཟེར་སྤྲོས་ཡོད་མེད་ཀྱི་ཐོག་ཁྱད་པར་འདྲ་ཅི་རེད་མ་དེ་འདྲ་ཅི་པ་རེད། དེ་ཡིན་དུས་འདི་ནས་བཀའ་ཟུར་ད་འཕོ་བ་ཟེར་བའི་མ་སྒང་སངས་རྒྱས་ཟེར་དུ་སྒམ་ཆེན་པོ་བརྒྱད་བསྡུར་ཆེན་པོ་བརྒྱད་མི་དགོས་པ། རང་གི། དང་ད་ཡོད་སི་གནས་ལས་ད་སྤོ་འགྲོ་གི་ཡིན་ཟེར་རྒྱུ་དེ་འདྲ་དེ་རེད། དང་ད་ཡོད་ས་ག་ན་རེད་ཁོང་སོང་ཁོ་བ་འདི་ནང་ལ་ཡོད་བསྡད་པ་དེ། དེ་ནི་ཁོ་བོད་ཀྱི་ནང་ནས་ཁོ་བོའི་ཤི་ལོང་ལ་ཡར་སྤར་དགའ་གི་ཡིན་ཡར་སྤོ་འགྲོ་གི་ཡིན་ཟེར་འདི་འགྲོ་ས་གི་བསྡད་སི་གནས་སྤོ་གི། འོ་སྤོ་རྒྱུ་གྱི་འཕོ་བ་དང་སྤར་བ་ཟེར་དེ་རེད་དགོ། ད་བླ་མས་སྤར་ཟེར་ནས་སྤོར་བ་སྤོ་གི་གོང་ཟག་བྱེད་ཀྱི་ཧ་ཧོས་ཟེར་ནས་འཕོ་བ་བཞིན་ལ་ཡར་སྤར་རྒྱག་ན་དེ་ནི་སྤར་སོང་ཟེར་རྒྱུ་འདྲ་བོ་དང་སྤོར་སོང་ཟེར་རྒྱུ་འདྲ་བོ་དེ་འདྲའི་ཕྱིར་ཀྱི་ཞེས་པ་པོ་དང་དངོས་སུ་འབྲེལ་བུ་གི་སྐད་ཆ་ཅིག་རེད། རང་ཉིད་རང་གི་འདས་ས་ཡར་སྤོ་སོང་ན་ད་དེ་ལ་ཀར་སྤོས་ཟེར་གི་རེད་མ་གཏོགས་འཕོ་ཟེར་གི་མ་རེད། ཀར་ཟེར་གི་རེད། གར་བྱེད་གར་སྤར་ཟེར་གི་མ་རེད་བ། སྤར་བ་པོ་གཅིག་གང་ཟག་དུ་མ་འདྲེས་པ་ང་རང་ང་རོ་ཡག་པོ་སོང་ཚོད་ཡིན་དུས་རྩ་ནས་དེ་སོགས་ཐང་ཆད་ལ་ད་གནས་པོ་ཟེར་རྒྱུ་འདྲ་པོ་དེ་འདྲས་ཀྱིས་ད་ཀྱི་ལྟས་ཚོད་ལྟས་ཚོད་ཀྱི་གོ་དན་མི་འདྲ་བ་བྱས་པ་བཟོ་རྒྱུ་ཡོད་རེད་མ་གཏོགས་སྤྱོད་པའི་དན་ཏོག་རྡོག་རྡོག་གཅིག་པ་གཅིག་ཟིན་རེད་དེ་འདྲས་ཀྱིས་ལ་ཟེར་གྱི་ཡོད་རེད། དཔེར་ན་ང་ཚོ་ད་ལྟ་ཤི་བོ་དེ་དུད་འགྲོ་གི་ལུང་བསྟན་གྱི་ཡོད་ན་དེ་ལ་གནས་ལ་སྤོ་འོང་དུས་དེ་ནི་འཕོ་བ་པ་པི་ཀའི་བཙན་ཐབས་ཀྱི་ཐབས་དང་ཐུགས་རྗེ་ཀྱི་ནུས་པ་བཀའ་དྲིན་ལ་བརྟེན་ནས་ཡང་མི་ལུས་དང་པོ་ཡར་སྤོས་འགྲོ་རྒྱུ་འདྲ་བོ་མི་ལུས་ལུས་སྟེང་ལ་སྤོས་འགྲོ་རྒྱུ། མིའི་ལུས་སྟེང་ནས་འཕོ་བ་པ་འོང་སྟོད་ཀྱི་ལྷའི་ལུས་ལ་སྤར་འགྲོ་རྒྱུ་འདྲ་བོ་ལྷའི་ལུས་ལས་སྤར། དེ་ནུབ་བདེ་བ་ཅན་ལས་གཤེགས་འགྲོ་རྒྱུ་ལ་སོགས་པ་དུག་སོགས་ཐམས་ཅད་ཚང་མ་ལ་ཡང་སྤོ་ཟེར་རྒྱུ་དང་འཕོ་ཟེར་རྒྱུ་འཕོ་བ་ཟེར་རྒྱུ་དག་དེ་འདྲ་ཅན་ལས་ཟེར་རྒྱུ་ཡོད་རེད་ནས་སྤོ་བ་ཟེར། ད་ཧ་གོ་སོང་ཨ་འཕོ་བ་ཟེར་རྒྱུ་གི་དན་རྟགས་འདྲ་བོ་དེ་རེད། གནས་གཞན་ལ་སྤོས་འགྲོགས་ཀྱི་འགྲོ་གནས་སྤོས་ཤིང་འགྲོགས་ཀྱི་ཅི་དེར་ད་དེ་ལས་འཕོ་བ་དེ་ལ་བོད་ཕག་གཡས་དགོ་ན་འདི་ནས་མཁན་པོ་ཚང་གི་རག་བཅུ་སྐུ་འཕོ་བ་དེ་ནས་འབྲིང་ལོང་སྐུ་འཕོ་བ་ཐ་མ་སྤྲུལ་སྐུ་འཕོ་བ་ཟེར་ནས་ད་དེ་གི་དེ་ནས་གཡས་འགྲོ་རེད་ད་དེ་འཕོ་བ་དེ་ལ་གཡས་ན་ད་ག་ནས་གཡས་དགོས་རེད་ཟེར་ན་འཕོ་ས་གནས་གནས་སྤོ་ས་གི་ཡུལ་དེ་ལ་དེ་ནས་བསྟོད་ནས་དེ་ལ་གི་མན་བཏགས་དགོས་ཀྱི་ཡོད་རེད། དེ་འཕོ་བྱ་འཕོ་རྒྱུའི་འཕོ་ཚུལ་གསུངས་སོ་ད་འཕོ་བ་ཟེར་གྱི་དེ་ལ་དེ་གོ་བསྟན་ཏེ་བར་ཁ་སྐྲག་ནས་ད་འཕོ་འཕོ་ཟེར་རྒྱུ་དེ་གནས་སྤོ་བ་དེ་སྐད་ཆ་གཅིག་རེད་ཅག་འདུག་ཟེར། ད་དེ་གནས་སྤོ་ལ་དེ་གའི་གོ་གནས་ཚང་མ་གསལ་པོ་ཞིག་ནས་མགོ་འཚོས་རྒྱུ་ན། དེ་འཕོ་ས་ཞིག་བི་ཡུ་ག་ན་འཕོ་དགོས་རེད་ཟེར་བ་དང་གཅིག། འཕོ་རྒྱུའི་རྐྱེན་དེ་ག་རེ་འཕོ་དགོས་དགོས་རེད་ཟེར་རྒྱུ་དང་གཉིས། སྤོ་བིས་ཀྱི་ཚུགས་ག་འདྲས་ཤིག་ནས་སྤོ་དགོས་ཀྱི་རེད་ག་འདྲས་ཤིག་ནས་སྤོ་དགོས་ཀྱི་རེད་ནས་སྤོ་བིས་ཚུགས་ག་འདྲས་ཤིག་ནས་སྤོ་དགོས་ཀྱི་རེད་ཟེར་རྒྱུ། དེ་ནི་ད་རུང་ད་ལྟའི་ཚེ་སྲང་གི་ནང་ནས་འཕོ་ས་ཞེས་པའི་ཡུལ་གང་དུ་འཕོ་བ། འཕོ་རྒྱུའི་རྐྱེན་གྱིས་ཀྱི་འཕོ་བ། སྤོ་བིས་ཀྱི་ཚུགས་ག་འདྲས།